འདུག་དེ་འདྲ་ཡིན་དུས་ཆོས་དང་སྲིད་གཉིས་ཟུང་དུ་འབྲེལ་དགོས་ད་ཁྱོད་ནས་ཐབས་ཤེས་ཁྱོད་ལ་ཡག་མ་རེད་བསམ་གྱི་འདུག་ངས་བལྟས་ན། ཆོས་ཟེར་མཁན་དེ་ག་རེ་རེད་ཟེར་ན་སྤྱི་བཏང་གི་ཆོས་ཟེར་མཁན་དེ་དོན་དག་མང་པོ་བྱེད་ལ་འཇུག་དགོས་བ་རེད་ད་ཆོས་དེ་དོན་དག་བྱེད་ཡིན་ན་བྱེད་ལ་འཇུག་དགོས་དེ་འདྲ་ཟེར་གནས་ཚུལ་རེད། ཡིན་ནའི་ད་ལྟ་ང་ཚོས་གི་ཆོས་ཆོས་བཤད་དེ་དམ་པའི་ཆོས་དེ་ག་རང་རེད། དམ་པའི་གི་ཆོས་དེ་དམ་པའི་ལྷ་ཆོས་ཟེར་མཁན་དེ་ཆོས་ཟེར་ཡ་དེ་སྐྱེ་བ་ཕྱི་མ་ཕན་ཆད་ལ་ད་ང་ཚོ་གི་གཅིག་པའི་སྐྱེ་བ་ཕྱི་མ་ཕན་བྱེད་ལ་ད། བསམ་བློ་བཏང་ནས་བྱས་བཞག་པ་དེ་ལ་ཆོས་རེད་ཚེ་འདིའི་གི། དེ་ག་ཚོད་བྱས་བཞག་པ་དེ་ཆོས་ཆགས་གི་ཡོད་མ་རེད་ཇོ་ཇེ་པཱ་འདི་ཨ་དེ་བྱས་ལ་དེ་བྱས་དྲན་ནས་བས་ཚེ་འདིའི་བྱས་དང་བྱས་པ་དེ་ལ་ནི་ག་རེ་བྱེད་གི་རེད་ཟེར་དམྱལ་བ་བྱས་ཡེ་དག་བྱས་དུད་འགྲོ་བྱས་ཟེར་འགྲིག་གོ། ཇི་ཇི་ཇི་འོ་ད་དེ་འདྲའི་གི་གནས་ཚུལ་སོང་བ་རེད་དེ་དམྱལ་བ་དང་ཡེ་དག་དུད་འགྲོ་བྱ་ཡ་རེད་མ་གཏོགས་ཇི་ག་གཞན་པ་ཚེ་འདིའི་གི་དོན་དག་ལ། ཅིག་བྱས་བཞག་པ་དེ་ག་དེ་ཆོས་རྣམ་དག་ཅིག་ཆགས་ཐུག་གི་ཡོད་མ་རེད་ད་ང་ཚོ་དངོས་གནས་དྲང་གནས་གི་བས་ཆོས་གཏིང་ཟབ་པོའི་སྐད་ཆ་དེ་འདྲ། ཅིག། བལྟས་པ་ཡིན་ན། དེ་འདྲ་ཡིན་དུས། སྲིད་ཟིང་ངེ་དེ་ག་རེ་རེད་ཟེར་དུས་གང་ལྟར་སྲིད་ཟིང་ངེ་དེ་ཚེ་འདི་གི་ཨ་ནི་ཐོག་བོ་ས་གཏམ་སྙན་གྲགས་དེ་ག་ནང་ཞིག་གི་དགྲ་འདུལ་གཉེན་སྐྱོང་ཨ། དེ་ག་དེ་བྱེད་མ་ཐུབ་ན་སྲིད་བྱེད་ག་གེ་ཡོད་མ་རེད། སྲིད་བྱེད་གི་ཡོད་ཟེར་བྱས་ནས་ཁྱེད་དང་རྒྱལ་ཁ་གཞན་ལ་བོད་གྱོང་དང་བོད་ག་རང་གི་ལེན་གི་ཡོད་ཟེར་ན་དེ་སྲིད་གོ་ལ་བྱེད་སྟངས་གོ་ལ་ཤེས་གི་ཡོད་མ་རེད་མི་དཀོན་ན་བྱབ་ཆུང་ཆགས་འགྲོ་བ་རེད་ཅེས་དང། འདི་འདྲའི་ཡུན་དུ་ཆོས་དང་སྲིད་གཉིས་སྐུ་གཉིས་ཟུང་དུ་འབྲེལ་རྩ་བ་གཉིས་ནས་ཆུད་ན་ཡག་མ་རེད། སྲིད་ཟིང་ངན་དེ་ནི་འཇིག་རྟེན་གྱི་བྱ་གཞག་ནག་པོའི་ཕྱོགས་ལ་འགྲོ་ཡ་ཆེད་རེད་ཚེ་འདི་གི་ལྟོ་གོས་གཏམ་གསུང་དང་ཚེ་འདི་གི་ཁེ་གྲགས་གཏོང་ཕྱོགས་ལ་གཙིགས་ཆེན་པོ་བྱས་ནས་ལས་ཀ་བྱེད་དགོས་ཡ་ཆེད་རེད། ཚེ་འདི་སོ་སོ་གི་བས་རང་གི་རྒྱལ་ཁ་ཐོབ་ཡ་གི་དོན་དག་ལ་ནི་གཞན་ལ་གནས་ཚུལ་ག་རེ

ནས་ཁོ་ན་ཚོ་གི་རྒྱལ་འབངས་ཡོངས་སུ་རྫོགས་པའི་ཆོས་ཀྱི་ཞབས་ཕྱི་ཞུས་ནས་བོད་ཆོས་ལྡན་རྒྱལ་ཁབ་ཟེར་ནས་ཅིག་བཟོས་ཡོད་རེད་དངོས་གནས་དྲང་གནས་ཀྱི་བོད་ཅིག་ཚང་མས་ཀྱི་དེ་ནི་བོད་གར་སོ་གོ་རེད་ད། བོད་ཅིག་བློ་བདེ་རེ་ལྟོས་འཇགས་ས་ཡོད་ངེས་ཀྱི་ད་བོད་ཆོས་གཙང་མ་ཞིག་ད་བོད་རྒྱལ་བློན་བྱང་ཆུབ་སེམས་དཔའ་དེ་ཚོ་གི་བོད་དཀའ་བ་བརྒྱ་ཕྲག་དོན་མེད་སྒོ་ནས་ད་གང་ལྟར། དེ་ནས་མངའ་རིས་ཀྱི་ལོ་ཙཱ་བ་རིན་ཆེན་བཟང་པོ་གྱིས་དེ་ནས་པད་ཀོང་ལོ་ཆེན་པོའི་དུས་ལ་ཡིན་ན་ཡང་དེ་ནས་རྒྱ་བལ་གྱི་ཡུལ་གྲུ་ཁག་ལ་ཕེབས་ནས་ཨ་ནེ་ཅིག་ཆོས་མང་པོ་ཅིག་དག་པས་བསྒྱུར་རྣམས་ཕལ་ཆེར་དེ་ནས་འབྲེལ་གྱི་བཀའ་ལས་བརྒྱ་ཕྲག་ཆེན་པོའི་ཐེབས་བཀའ་དྲིན་བསམ་ཡུལ་ལས་འདས་པ་ཅིག་རེད། དེ་ནས་པའི་ལྷ་བླ་མ་ཡེ་ཤེས་འོད་དང་བྱང་ཆུབ་འོད་དུ་གསུམ་གྱིས་རང་གི་སྐུ་སྲོག་ཡན་ཆོད་ནས་དེ་ནས་པད་ཀྱི་སྡིག་ཆེན་རྒྱལ་པོ་ལ་པའི་སྣང་བྱས་རྗེས་དག་པའི་སྐུ་སྲོག་ལ་འདོད་པ་མེད་པར་ཨ་ནེ་བོད་ཡུལ་མུན་པའི་གླིང་ལ་ཆོས་ཀྱི་སྒྲོན་མེ་སྤར་རྗེས་དེ་འུ་ཚོ་བཅས་བཀའ་དྲིན་ཆེན་པོ་གནང་ཡོད་རེད། དེ་དུས་གང་ལ་གང་ལྟར་ཆོས་མི་སེར་དང་རྒྱལ་འབངས་ཚང་མ་གིས་ཆོས་ཀྱི་ཞབས་ཕྱི་དེ་ཚུར་ཞུ་གི་ཡོད་པ་ཡིན་ཙང་ཆོས་ལ་གྱོང་རག་ཡ་ག་ཡོད་མ་རེད་ཆོས་དེ་གོ་ཡ་རུ་སྤུས་དག་རུ་རྩ་བ་ཆེ་རུ་ཁྱབ་པའི་ཆེ་རུ་འགྲོ་ཡ་ཅིག་མ་གཏོགས་ག་ཡ་མ་རེད། ད་འགྲོ་མགོན་ཆོས་རྒྱལ་འཕགས་པ་ནས་བཟུང་བ་གཅིག་གིས་ད་དངོས་གནས་ཆོས་སྲིད་ཟུང་འབྲེལ་གྱི་ལམ་ལུགས་དེ་ཆགས་པ་རེད་མི་གཅིག་གིས་ཆོས་ཀྱི་བདག་པོ་དང་སྲིད་ཀྱི་བདག་པོ་གཉིས་ཆ་ཆགས་ཡོང་དུས་གང་ལ་ད་ཆོས་སྲིད་ཟུང་འབྲེལ་གྱི་ལམ་ལུགས་ཟེར་ཏེ་ད་དེ་ནས་ཆགས་ཡོང་གི་ཡོད་རེད་ཙང། ད་འགྲོ་མགོན་ཆོས་རྒྱལ་འཕགས་མ་ལ་གསུངས་པ་ཅིག་གིས་ད་བོད་ཀྱི་ཆོས་དེ་སྲིད་དེ་ཉིད་ཀྱི་བདག་པོ་གཉིས་ཆ་ལོག་ད་མི་གཅིག་ཆ་བོ་རེད། ད་དེ་ཆགས་ཡོང་དུས་གང་ལ་ད་འགྲོ་མགོན་ཆོས་རྒྱལ་འཕགས་པ་གི་དུས་ཚོད་ལ་ད་དེ་དེ་དེ་ཙམ་གྱི་རྙོག་དྲ་ཆེན་པོ་ཟེར་ག་ཡི་བྱུང་ཡོད་མ་རེད། ལྷག་པར་དུ། ལྷག་པར་དུ་ད་དེ་ནས་མ་དཔྱད་པ་ཅིག་གིས་བོད་ཀྱི་དཔོན་རིགས་ཡོངས་སུ་རྫོགས་པ་དེ་གི་ད་བསམ་བློའི་རྨང་གཞི་དེ་ག་རེ་ཡོད་རེད་ཟེར་ན། རང་གི་དབང་ཆ་དེ་བརྟན་པོ་ཟིན་ཐུབ་ཡ། རང་གི་ཁྱབ་ཁོངས་ཀྱི་མི་སེར་དེ་མ་རྒྱ་ཇེ་ཆེ་རུ་བཏང་ཡ། དཔལ་འབྱོར་གྱི་གནས་སྟངས་འཛུགས་སྐྲུན་དུ་ཤུགས་ཆེ་རུ་བཏང་ཡང། རྒྱ་གར་ནང་བཞིན་གྱི་དེ་ནི་རང་གི་ཐོག་བགོ་ས་དང་དེ་ནས་བས་སྲུང་སྐྱོབ་བྱེད་དགོས་ས་ཀྱི་སྡེ་དགེ་དེ་གངྒཱ་ལོ་པའི་སྟེང་པོ་སྲ་བརྟན་ཡུལ་ཡན་གྱི་ཆེད་དུ་ཆོས་ཀྱི་མིང་རྫུན་མ་ཅིག་དར་ཆ་ལ་འཁྱིལ་ནས་ཨ་ནི་གར་བྱས་ཡོད་རེད་ཟེར་ན་ས་སྐྱ་དང་དང་ཕག་གྲུ་པ་གཉིས་དེ་དམག་བརྒྱབ་ནས་དམག་ལེབ་མདའ་ཅིག་བརྒྱབ་ནས་དཔེ་དེ་འདྲ་བྱས་ཡོད་རེད། རེད་བ། རྒྱ་གར་ནང་བཞིན་གྱི་ཨ་ནི། ཕག་གྲུ་པ་དང་དེ་ནས་འབྲི་གུང་པ་གཉིས་དམག་བརྒྱབ་ནས་དེ་ནས་བཞི་པོ་ཅིག་གིས་བོད་ཀྱི་ལོ་རྒྱུས་ཀྱི་ནང་ལ་འབྲི་གུང་གླིང་ལོ་ཟེར་གི་དེ་ནས་ཧ་ལས་པ་ཅིག་དེ་སྐད་དེ་ཚང་མ་ལོ་གི་གཞི་རྩ་ག་རེ་བྱས་པ་སོང་ན་སོ་སོ་སོ་གི་རྒྱབ་རྟེན་བཅོལ་ས་གི་དམག་དཔུང་དེ་སོག་པོ་གི་དམག་དཔུང་ལ་རྒྱབ་རྟེན་བཅོལ་ནས་བོད་ཀྱི་ནང་ཁུང་ལ་ཡང་རྟ་ཐུག་བྱས་ནས་ད་ཆགས་ཡོང་དེ་ནས་ཡིན་ཙང་དབུས་གཙང་གཉིས་ཀྱི་དེ་ནས་དབུས་གཙང་གཉིས་ཀྱི་ད་གནས་ཚུལ་དེ་བྱ་རོག་དེ་འུག་པ་ནང་བཞིན་ཆགས་ཡ་དེ་སྐབས་དེ་དུས་ནས་ཆགས་ཡ་དང། དེ་འདྲའི་ཆ། འབྲི་གུང་ལང་ལོ་དེར་འབད། མ་ཞིག་བསྐྱབས་ཡོང་དུས་འབྲི་གུང་ལྷ་ཁང་ལྷ་ཁང་ཆེན་མོ་དེ་ཚོ་ཉི་མ་གཅིག་ལ་མེ་ཁྲག་བརྒྱབ་བརྒྱབ་སའི་མི་སྡོམ་པ་ཁྲི་ཡས་མས་དེ་འདྲ་ད་དེ་འདྲའི་གསེར་རི་དང་བཅས་དུས་སུ་བྱུང་ཡོད། དེ་གའི་དེ་ག་ཨ་ཁ་རི་སོགས་ད་སྡུག་ས་བསྐྱལ་ཡོང་དུས་གང་ལ། ས་སྐྱ་དང་དེ་ནས་བཀའ་བརྒྱུད་གཉིས་དེ་མ་ཅི་ནས་ད་ལབ་ཡོང་དགོས། དེ་ནས་ས་སྐྱ་དང་བཀའ་བརྒྱུད་མ་རྒྱག་དགོས་ཡ་གལ་ཡོད་མ་རེད། ཇི་སྔའི་གི་མི་ཚུགས་ཀྱི་ས་སྐྱ་གི་མིང་དེ་བེད་སྤྱོད་བཏང། བཀའ་རྒྱུད་ཀྱི་མིང་དེ་བེད་སྤྱོད་དང་ཆོས་ལུགས་ཀྱི་མིང་དེ་དར་ཆ་ལ་བཟུང་ནས་མི་མང་གི་བསམ་ཚུལ་ནང་ལོག་ལ་ཡོད་ཡ་གི། ད་ཆོས་ལུགས་ཀྱི་མིང་དེ་བེད་སྤྱོད་ལ་བྱས་པ་ཡིན་ན་རང་སོ་སོ་ཁྱབ་ཁུངས་དེ་ཚོ་གི་རྒྱབ་སྐྱོར་ཤུགས་ཆེ་བ་ཡོང་གི་ཡོད་པ་ཡིན་ཙང། ཆོས་ལུགས་ཀྱི་མིང་དེ་བེད་སྤྱོད་བྱས་ནས་ཨ་ནི། ད་དམག་འཁྲུག་ལང་ཡ་གི་རྫི་བོ་དེ་འདྲས་སུ་རེད། དེ་ག་ནང་བཞིན་གི་ད། གང་ལྟར་ཆོས་བྱེད་མཁན་གྱི་ད་ཅིག། གང་ལྟར་ཅིག་མཐོ་རིམ་གྱི་མི་སྣ་ཡོངས་སུ་རྫོགས་པ་དེ་གའི་དེ་གའི་གང་གཱ་ལོག་རང་གི་དབང་ཆ་སྲུང་སྐྱོབ་བྱེད་ཡག་གི་ད་ཐབས་ཤེས་ཅིག་གི་དོན་དག་ལ་ཨ་ནི། ཅིག་གར་སོ། ད་མི་མང་པོ་ཅིག་ཕུང་ལ་སྦྱར་ནས་ད་གང་ལྟར་དམག་བརྒྱབ་ནས་དཔེ་དེ་འདྲ་བྱེད་དགོས། བཀའ་རྒྱུད་དང། དགེ་ལུགས་དམག་ཟེར་དེ་འདྲའི་སྐད་ཆ་བཤད་ཡག་ཡོད་རེད། གང་ཅིག་བཀའ་རྒྱུད་དང་དགེ་ལུགས་གཉིས་ཀྱི་དམག་ག་ཡའི་དངོས་གནས་བྱས་ན་རྒྱག་དགོས་ཡ་ག་ཡའི་ཡོད་མ་རེད། རྒྱ་གོ་ཡ་ཡོག་མ་དེ་མི་དེ་ཚོས་ང་ཚོ་དགེ་ལུགས་པ་ཤོག་ཡིན་ཟེར་ན་དགེ་ལུགས་པའི་མི་དེ་ཚོ་ཁོ་ལ་རྒྱབ་སྐྱོར་ར་བྱེད། ང་བཀའ་རྒྱུད་པ་ཡིན་བྱས་ཙང་བཀའ་རྒྱུད་ཀྱི་དེ་རྒྱབ་སྐྱོར་ཡོང་བྱེད་ཆོས་ལུགས་ཀྱི་དར་ཆ་རྫུན་མ་དེ་མིང་ལ་ཁྱེར་ཡོང་ནས། ཆོས་ལུགས་ཀྱི་གྲུབ་མཐའ་ཁག་གི་དེ་མཐོ་རིམ་གྱི་མི་སྣ་ཚོ་ཆོས་ལུགས་ཀྱི་དེ་ནས་ཆོས་ལུགས་ཀྱི་མིང་དེ་བེད་སྤྱོད་བཏང་ནས་སྲིད་དབང་འཕྲོག་རེས་བྱས་པའི་ཐག་གནས་ཚུལ་དེ་མང་པོ་བྱུང་བ་རེད། དེ་བྱུང་ནས། དགེ་ལུགས་དང་བཀའ་བརྒྱུད་ཀྱི་མང་སྲིད་ཀྱི་ཡོ་རོ་ད་དེ་ད་དཔེ་གཅིག་གི་ཉེན་ཚབས་ཆེན་པོ་ཞེ་བོ་གཅིག་བྱུང་ནས། བཀའ་མ་བསྟན་སྐྱོང་དབང་པོ་ལ་སོགས་པ་གཅིག་གི་སྟེ་ནི་གཅིག་བཀའ་བརྒྱུད་པའི་དང། རྒྱལ་པོ་རྒྱལ་ཐོག་གསུམ་གྱི་རིང་ཁང་ལ་ཡང་དགེ་ལུགས་པའི་སྟེ་ནི་དཔེ་ལྷའི་ས་སྨོན་ལམ་ཆེན་མོ་དུ་ཚོགས་ལོ་ཉི་ཤུ་རྩེ་ལྔ་དུ་ཚོགས་མ་ཐུབ་པ་དེ་ནི་ཆགས་པར་དབང། སེར་འབྲས་གཉིས་བྱས་ད་དེ་ནི་དཔེ་ཚོགས་ལྡན་བསྒྲིགས་ནས་ད་མ་ཐོན་ཕྱིན་དགོས་ཡ་དེ་འདྲ་གི་གནས་ཚུལ་བྱུང་བ་རེད་པ། ད་ཡང་དེ་བྱུང་ལ་དེ་ན་ཡང་གོ་བཞི་ནི་ཏི་ཤྲཱི་ཀྱ་ལ་སོགས་པ་དག་སོག་པོའི་གི་དམག་དཔུང་ལ་བརྟེན་ནས་ཡང་དགེ་ལུགས་པ་ཡག་ཅིག་དག་ནི་གངས་ལྡན་ཕོ་བྲང་གི་རྒྱལ་པོ་དེ་ཤེས་སེམས་ནས་གངས་ལྡན་ཕོ་བྲང་གི་གཞུང་དེ་བཙུགས་ནས་ད་དགེ་ལུགས་པའི་གཞུང་དེ་བཙུགས་ཡོང་དུས་གང་ལ་ཡང་ནི་ཁོ་རང་གི་ད་ལྟ་དེ་སྲིད་སངས་རྒྱས་རྒྱ་གཟུགས་ད་ཡང་དེ་ལ་ཡང་བཀའ་རྒྱུད་ལ་ལན་སློག་ཡག་གི་དོན་དག་ལ་ཡང་སོག་པོའི་དམག་དཔུང་ཁྲིད་ནས་ཡང་བཀའ་རྒྱུད་རྩ་མེད་བཏང་ཡ་བྱས་ནས་བཀའ་རྒྱུད་བོད་མི་སེར་གྱི་དཀའ་ངལ་ཆེན་པོ་བཟོས་ནས་གནས་ཚུལ་ལས་བྱུང་མ་རུང། འདི་གའི་དེ་གང་ག་ལོ་གནས་ཚུལ་ག་ལས་བྱུང་བ་སོགས་ན་འང་ཚོ་ཆོས་སྲིད་ཟུང་འབྲེལ་གྱི་སྟེང་ནས་དཔེ་གཅིག་ཚིག་གི་དོན་དག་དེ་བེད་སྤྱོད་བཏང་ཞེན་ལ་སྨྲ་ཞེན་གཅིག་གི་ཐོག་ནས་གོ་དོན་དེ་དེ་རྐྱང་རྐྱང་ཅེས་སྲིད་དོན་བྱེད་མཁན་ཚོས་གི་ཆོས་དེ་རྐྱང་རྐྱང་བེད་སྤྱོད་བཏང་ནས། ད་ད་རིང་ཁ་ཚང་ཡང་དེ་འདྲ་རེད་ཤག་ཡང་དེ་རིང་ཁ་ཚང་གི་ལོ་རྒྱུས་ལ་འང་ཚོ་དངོས་སུ་མཐོང་བསྡད་ཡོད་རེད་ད་དེ་ད་ཅིག་གི་ལོ་རྒྱུས་ག་འདྲ་ཞིག་གི་སྟེང་ནས་ད་ཞིབ་ཚགས་ཞུ་ཡ་ཡོད་རེད་དེ་ཡིན་ནམ་ད་འདི་ད་ལྟ་ངས་ད་ད་ལྟའི་གི་གནས་ཚུལ་དེ་ངས་གསལ་པོ་ཞུས་ན། ལྷ་ཁང་ནང་གི་འོད་དུ་དཔེ་ནང་བཞིན་རེད་ལྷ་བུ་ལུ་བོ་འགྲོ་ཡ་མང་པོ་ཅིག་ཡོད་པ་ཡིན་ཙང་ངེད་དག་འདི་གསལ་པོ་ཞུ་ག་ཡ་ག་ཡ་མི་འདུག་སྔས་མང་གི་ལོ་རྒྱུས་ཀྱི་ཉམས་མྱོང་ནང་ལ་བལྟས་པ་ཡིན་ན་གང་ལྟར་ད་ཆོས་སྲིད་ཟུང་འབྲེལ་གྱི་དེ་བྱས་ནས་ཨ་ནི་ང་རང་ཚོ་བོད་པའི་སྤྱི་ཚོགས་དེ་ཕན་འདོག་གནོད་འདོག་ད་ང་རང་ཚོ་གི་རྒྱལ་རབས་ལོ་རྒྱུས་ལ་ཞིབ་འཇུག་ཡག་པོ་ཅིག་བྱས་པ་ཡིན་ན་ཧ་ཅང་གི་དངོས་གནས་དྲང་གནས་ཀྱི་བ་ཡིད་མུག་གོ་ཡ་ཅིག་མ་གཏོགས་ག་གལ་ཅིག་ཡོད་མ་རེད། ལྔ་བཅུ་ང་དགུ་ཡན་གྱི་གནས་སྟངས་དེ་ལ་གཅིག་བསྟན་པ་ཡིན་ན་བོད་རིགས་ནང་ཁུལ་གྱི་རྒྱལ་རབས་དེ་ལ་གང་བྱས་ཅི་ཁ་བྲོ་བ་བྱེད་ད་བུད་ད་ག་ཅི་ག་ཡོད་མ་རེད། ཆོས་ལུགས་ཁག་གི་མཐོ་རིམ་མི་སྣ་ཚོ་གིས་རང་གི་དབང་ཆ་འབད་རྩོལ་བྱེད་ཡག་དང་རང་གི་ཁྱབ་ཁོངས་རྒྱ་སྐྱེད་གཏང་ཡག་གི་ཐབས་ཤེས་རྐྱང་རྐྱང་གི་ཐོག་ནས་ཆོས་ཀྱི་ཆོས་ལུགས་ཀྱི་དར་ཆ་དེ་ཁྱེར་ནས་ཨ་ནེ། ཟས་རེད་དུག་རེད་ནང་འཛིང་རེད་རྐྱང་རྐྱང་ཅིག་བྱུང་བ་ཡིན་ཙང། ཨ་ནི་མཐར་ཨ་ནི་ད་རང་གི་རྒྱལ་ཁབ་བློས་བཏང་དགོས་ཨ་གི་ད་གནས་ཚུལ་འདི་འདྲ་ཅིག་བྱུང་པ་རེད་བྱ་ཚོ་འདི་འདྲ་ཡིན་དུས། དེ་ད་ལྟ་ཡིན་ན་ང་ཚོ་དཔེ་བླངས་ནས་ད་ཆོས་སྲིད་ཟུང་འབྲེལ་གི་ལམ་ལུགས་དེ་ང་ཚོས་བལྟས་ན་ད་ཁྱོད་ནི་རྒྱ་རི་རྒྱ་དང་མ་མོ་བ་ཅིག་རེད།